དམག་རྒྱག་པ་དེ་ཚོ་དང་བྲལ་བའི་ཐོག་ནས་ད་རྒྱ་ཁབ་ཁ་རེ་དང་ན་ཤི་ཆབ་སྲིད་བེད་ཀྱི་བཀའ་མོལ་ཁ་ཅིག་གང་ལ་ལིང་མོལ་བྱས་པས་ན། ཨ་རིའི་གི་ད་ལྟའི་མེ་ནི་སི་ཏྲ་གི་ངུ་ཕྱོགས་ནི་ཡིན་བདེན་པའི་ཨ་རིའི་གྲོས་ཚོགས་འཐུས་མི་ཨེ་ཧེམ་ཨོ་མར་གི་ཨ་རིའི་སྲིད་འཛིན་ཏྲམ་གི་ད་ལྟའི་ཁྲིམས་འགལ་གི་དམག་དང་དྲང་བདེན་མ་ཡིན་པའི་དམག་རྒྱག་པའི་ཐོག་ནས་ཨ་རིའི་སྲིད་གཞུང་དམག་གི་ནང་ལོགས་ལ་གླུ་དབྱངས་ཀྱི་ཉེན་ཁ་ཆེན་པོ་བྱས་བསྡད་ཀྱི་ཡོད་པ་དང་ཨ་རིའི་སྲིད་འཛིན་ཀྲམ་གྱིས་དབང་ཆ་བེད་སྤྱོད་ནོར་བ་བཏང་པའི་ཐོག་ནས་མི་དཀྱུས་མ་དང་ཨ་རིའི་གི་མི་སེར་གྱི་སོགས་ལ་ཉེན་ཁ་བཟོས་པ་རེད་གང་ལྟར་དེ་ལ་མོ་རང་གིས་མཐའ་གཅིག་ཏུ་དགག་པ་རྒྱག་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཨ་རིའི་གྲོས་ཚོགས་འཐུས་མི་སེ་ནེ་ཏར་ལིན་ད་སི་ཀེར་ཧེམ་གྱིས་བཤད་ཆ་ཕྱིན་ན་ད་ལྟ་འདི་འཛོམས་གླིང་ནང་གི་ཇི་དགུ་རིང་ལུགས་པ་ལ་སྦྱིན་བདག་བྱེད་མཁན་ཆེ་ཤོས་དང་དུས་ཡུན་རིང་ཤོས་ཀྱི་ཏི་ཁ་ལོ་རུ་ཁག་མེད་པ་བཟོས་རྒྱུའི་དུས་ཚོད་སླེབས་པ་རེད་གང་ལྟར་ཨ་ཡོ་ཏོ་ལ་ཨ་ལི་ཁེ་མི་ནུ་གྱི་ལག་པའི་ཐོག་ལ་ཨ་རིག་གི་ཁྲག་རྒོད་དེ་ཡོད་པ་རེད་གཞན་རྫང་གིས་ད་འདི་དམག་རྒྱག་པ་དེ་ད་བདེན་པ། ལ་བ་རེ་དྲང་པོ་བྱུང་བ་རེད་ལན་ཞིག་ཡོད་པ་དང་ཨ་རི་སྲིད་འཛིན་ཏྲམ་ལ་ནི་དཀོན་མཆོག་གིས་སྐྱབས་གྱུར་ཅིག་ནི་ཨ་རི་གི་དམག་མི་ལ་དཀོན་མཆོག་གིས་སྐྱབས་པ་ཤོག་ད་ན་ཤི་ཨ་རི་གི་མཐུན་ཕྱོགས Alliance Israel ལ་ཡིན་ན་དཀོན་མཆོག་སྐྱབས་པ་ཤོག་ཨི་རན་གི་མི་དམངས་ཡ་རང་དབང་ཐོབ་པ་ཤོག་ལན་བྲིས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཨ་རིའི་དམངས་གཙོ་ཚོགས་པའི་གྲོས་ཚོགས་འཐུས་མི་ཁ་ཅིག་ནི་ད་ལྟའི་ཨི་རན་གི་ཐོག་ལ་ཨ་རི་གི་དམག་རྒྱག་ཡ་དེ་ཞེ་སྣང་ཚ་པོ་ཡིན་པ་དང་མ་གོ་ཡ་གི་ལི་ཤེ་ཅིག་ཡིན་དེ་པེ། ཐོག་ནས་ད་ལྟའི་ཨ་རིའི་སྲིད་འཛིན་ཀྲུམ་ལ་དམག་རྒྱལ་གྱི་དབང་ཆ་ལོག་རེ་གོ་ནས་ཡོད་བསྡད་པ་འདི་གང་མགྱོགས་མགྱོགས་ཕྱིར་འདྲེན་བྱས་དགོས་ཡ་གི། གྲོས་འཆར་གྱིན་ལོག་རེ་གང་ད་ལྟ་གྲོས་ཚོགས་ནང་ལོག་ཡ་ནི་ལག་པ་རྐྱང་བྱས་ཏེ་བཀག་དགོས་གི་འདུག་ཟེར་བ། གང་ད་སྲིད་འཛིན་ཀྲུམ་གྱི་ད་ལྟའི་ཨི་རན་གང་ལ་དམག་རྒྱག་པ་འདི་ནི་ནག་ཉེས་ཆེན་པོ་གསོག་པ་རེད་ཟེར་ནས་ད་ལྟའི། སྲིད་འཛིན་ལ་གོ་གནས་ཡོད་བསྡད་པ་ལྟ་དམག་གི་ཐོག་ལ་རྒྱབ་ཆོས་ཡ་དེ་གི་ལ་གོ་གནས་དེ་ལྟ་གང་ལྟར་གྲོས་ཚོགས་འཐུས་མི་གི་བཀག་གོ་གི་འདུག་ཟེར་ནི་ཤེས་ཀྱི་ཡོད་པའི་གནས་ཚུལ་བཅས་རེད་ད་འདི་གཙོ་བོ་ཤེས་ངེས་དེ་ད་ལྟའི་གྲོས་ཚོགས་འཐུས་མི Tim Kavanagh འདུག་ཁོ་རང་ཡིན་ན་གྲོས་ཚོགས་འགན་ཡང་དང་དང་དམག་གི་ལག་ཆ་དང་བྲལ་བའི་ཐོག་ནས་རེད་ཕྱི་འབྲེལ་གྱི་ཡང་མཐུན་མཐུན་འགྱུར་ལོག་རེད་ཁོ་རང་སུ་གིན་ལྷན་ཁང་གཅིག་གི་འགོ་གཙོ་བ་བྱས་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤག། ད་ནི་ར་ཤི་ཡ་གི་སྲིད་འཛིན་པུ་ཏིན་གྱི་དྲི་རྩ་པ Dmitry Medvedev གྱིས་ད་ལྟའི་ཨ་རིའི་སྲིད་འཛིན Trump གྱི་དམག་འདི་ལ་སྐྱོན་བརྗོད་བྱེད་ཀྱི་ཡོད་པ་དང། ཨ་རིའི་སྲིད་འཛིན Trump གྱིས་ད་ད་ལྟ་བར་དུ་གཅིག་འཛམ་གླིང་ཞི་བའི་གཟེངས་རྟགས་གོ་ལ་བ་དང་དམག་མཚམས་འཇོག་བྱེད་ངེས་ཡིན་ལ་ངས་དེ་ད་དེ་རིང་ངོ་གདོང་དངོས་གནས་དེ་སྟོན་པ་རེད་ལ་བཤད་ཀྱི་ཡོད་པ་ད་ན་ཤེས་ཨ་རི་གིས་ཨི་རན་མཉམ་དུ་ཉེ་ཆར་གྲོས་མོལ་བྱས་ཏེ་འདི་ཚོ་ཚང་མ་ངོ་བོ་ཙམ་རེད་མ་གཏོགས་ལས་དོན་གཙོ་བོ་དེ་དམག་རྒྱལ་གྱི་ལས་ཀ་རང་རེད་ལབ་བྱས་སྐྱོན་བརྗོད་བྱས་ཡོད་པའི་གནས་ཚུལ་བཅས་རེད་འདི་ཤག་དེ་ནི་རྒྱ་གར་གྲོས་ཚོགས་འཐུས་མི་ཀོང་རེས་ཁ་བརྡའི་ཚོགས་པ་ལའོར་བྷ་ཏི་གྷ་འདྷ་བྷ་བྷན་ཁེ་ར་གྱིས་བཤད་བྱས་བྱས་ན་རྒྱ་གར་སྲིད་བློན་མུ་དྷི་གི་གྲོགས་པོ་ཨ་རི་སྲིད་འཛིན་ཀྲུམ་དང་ཉེ་ཆར་མུ་དྷི་དུས་ཨི་ཟི་རེལ་ལ་ཐེ་བྱ་ཚུར་སླེབས་པའི་ཉི་མ་གཅིག་རྗེས་ལ་དམག་རྒྱལ་བྷར་བྷ་ཨི་ཟི་རེལ་གྱི་སྲིད་བློན་བན་ཇེ་མ་ནི་ཏན་ཡ་ཧོ་གཉིས་ཀྱིས་རུ་བརྒྱབ་པའི་ཐོག་ནི་རྒྱ་གར་གྱི་གྲོགས་པོ་ཨི་རན་གྱི་ཐོག་ལ་དམག་བརྒྱབ་པ་རེད། དེ་ཡིས་ནུབ་ཕྱོགས་བོད་ཀྱི་སྟོབས་ཤུགས་བེད་སྤྱོད་ནོར་བ་བཏང་བྱ་ནི་ཁྲག་རྒྱུད་ལྟ་ལི་ཞིག་སྤས་པ་རེད་ཟབ་ཆ་གཅུན་གཅོད་བྱས་པའི་ནི་ཚོའི་དཔྱད་རེད་དེ་ཤག་དེ་ནི Spain གྱི་སྲིད་བློན Spain གྱི་སྲིད་འཛིན Pedro Sanchez གི་བཤད་བྱ་བྱས་ན་དམའ་རིགས་དེ་ཆ་ཚང་ལ་དགག་པ་རྒྱག་གི་ཡོད་ཨ་རིའི་སྲིད་འཛིན Trump རེད་དང་ན་ཞེ་ཨི་ཟི་རེལ་སྲིད་བློན་གྱི་དམག་རྒྱལ་རེད་དང་ན་ཞེ་ཨི་རན་གྱི་ཕྱི་སྡོད་འགོ་ཁྲིད་གཙོས་པའི་ཁོ་རང་སོགས་ཀྱི་དམག་གི་རུ་ཁག་གི་དེ་ལ་ལན་པོ་དམག་རྒྱལ་ད་ཚང་མ་མཚམས་འཇོག་བྱེད་ན་ཡག་པོ་ཡོད་རེད་ད་ང་ཚོའི་ད་ལྟའི་ལྕེ་ཤ་ཨེ་ཤེ་ཡ་ན་དམག་རིམ་པ་གཉིས་པ་ཅིག་ཡང་བཅར་ང་ཚོ་གི་ད་དེ་ཁ་ལོ་གདོང་ལེན་བྱེད་འདོད་མི་འདུག་ཟེར་ངེད་ཅག་ད་ཨི་ཟི་རེལ་དང Gaza Hamas གི་དམག་འཁྲུག་ད་མཚམས་བཞག་ཐུགས་སུ་བྱུང་བར་བ། ནི་དབྱིན་ཇིས་ཀྱི་བཤད་བྱ་བྱས་ན་ཁོ་རང་ཚོ་དངོས་སུ་ད་ལྟའི་དམག་དེའི་ནང་ལོགས་ལ་ཆ་ཤས་གླེང་མེད་ཟེར་བ་ནི་དབྱིན་དབྱིན་ཇིའི་དམག་ནི་བར་ནམ་ཁམས་ནས་བལྟ་ནས་བསྡད་བསྡད་ཡོད་ཟེར་དག་ན་ཞིག་དབྱིན་ཇིའི་གི་མི་གི་སྲུང་སྐྱོབ་གི་ཆེད་དུ་རེད་དག་ན་ཞིག་དབྱིན་ཇིའི་གི་འདོད་པ་ནི་དབྱིན་ཇིའི་གི་མཐུན་ཕྱོགས་གི་དེ་ཚོའི་ལ་ནི་སྲུང་སྐྱོབ་བྱས་གི་ཆེད་དུ་ང་ཚོ་ཡིན་ན་བར་ནམ་ཁམས་ནས་གྲ་སྒྲིག་བྱས་ནས་དེ་ཡོས་ལན་བཤད་ཡོད་པའི་གནས་ཚུལ་བཅས་རེད་ཤ་ཐག་ན་ཤི་ཁོ་རང་གིས་ཨི་རན་ཡ་ནི་དུ་སུ Nuclear Weapons ལོར་དུས་དྲན་མཚོན་ཆ་དེ་རྩ་བ་ཉིད་ནས་ཡོང་བཅུ་ཡ་ཡོད་མ་རེད་བསམ་ནས་རྒྱུན་བཅོས་བྱས་པའི་གནས་ཚུལ་གཅིག་དང། དེ་ནི Canada གི་སྲིད་བློན Mark Carney ནི་ད་ལྟའི་རྒྱ་གར་གྲོང་ཁྱེར Bombay ནས་ད་ཁ་ཚང་ལོག་ར་མུམ་བཱི་ནས་ནི་ད་ལྟའི་ཨ་རི་དང་ཨི་ཟི་རེལ་གྱིས་ཨི་རན་ཐོག་ལ་དམག་རྒྱག་པ་དེ། ཅེ་ཤ་ཨེ་ཤེ་ཡའི་ནང་ད་གཙོ་བོ་དཀའ་རྙོག་བཟོས་འདི་ངས་དེ་ཨི་རན་ཆགས་བསྡད་ཡོད་པ་རེད་བྱས་མཚན་གྱིས་ཨི་ཟི་རེ་ལས་ནི་ཁོ་རང་ཚོས་སྲུང་སྐྱོབ་བྱས་ཀྱི་བདག་དབང་དང་འགན་ཡོད་པ་རེད་ད་གང་ལྟར། ནུས་འདུས་དེ་ཨི་ཟི་རེལ་གྱིས་ཁ་ལོ་བཏབ་ཨི་རན་གྱི་ཡིན་པ་ནི་ཨི་ཟི་རེལ་གྱིས་སྲུང་སྐྱོབ་ཀྱི་ཆེད་དུ་རྒྱག་གི་ཡོད་པ་དེ་འདྲའི་གྱི་གསལ་བཤད་བྱས་པའི་ཐོག་ནས་ད་ལྟའི། ཨི་རན་ཡ་ནི་རྡུལ་ཕྲན་མཚོན་ཆ་ཡོང་རྒྱུ་ཡ་ཡོད་མ་རེད་བསམ་ད་ག་ད་ཚང་མེད་ཀྱི་ད་ལྟའི་མཐུན་ཕྱོགས་ཚང་མེད་ཀྱི་ཁ་གྲགས་ཡ་དེ་ཨི་རན་གྱིས་རྡུལ་ཕྲན་མཚོན་ཆ་བཟོས་ཀྱི་ཡོད་རེད་དེའི་ཆེད་དུ་དམག་རྒྱག་པ་རེད་ལན་ད་འདི་གཙོ་བོ་ལ་བཞག་བྱ་ཤེས་ཀྱི་ཡོད་པའི་ནི་ཚོའི་དཔྱད་རེད་དེ་ཤ་དེ་ནི་རྒྱ་གར་ཕྱི་སྲིད་བློན་ཆེན་ཨེས་ཇེ་ཤངྐར་གྱིས་ནི་ཨི་ཟི་རེལ་གྱི་ཕྱི་སྲིད་བློན་ཆེན་ཡ་ཁ་པར་རྒྱབ་བྱ་ཨ་ནི་བྱུང་བ་ཡིན་ན་ད་སྐད་ཆ་བཤད་ཆེད་ཨ་ནི་དམག་དེ་མཚམས་བཞག་ཕྱི་འཐེན་བྱེད་རོགས་བྱས་ཟེར་ནས་ཞུས་པ་དང་ཨི་རན་གྱི་ཕྱི་སྲིད་བློན་ཆེན་ཨར་སྦཱས་ཨར་གྷ་ཆིའི་ལ་ཁ་པར་བརྒྱབ་ཅེ་ཨ་ནི་རྒྱ་གར་གྱི་བློ་འཚབ་ཆེན་པོ་ཡོད་ཟེར་ནས་རྒྱ་གར་གྱིས་དེའི་ཐོག་ལ་ཨ་ནི་དོ་སྣང་བྱེད་ཀྱི་ཡོད་ཟེར་ལས་སོར་ད་གང་ལྟར་དེ་འདྲའི་རྒན་ཡོལ་སེམས་འཚབ་བཏོན་ཡོད་པའི་ནི་ཚོད་ཅལ་རེད་དེ་ཤག། དེ་ནི་ཨོ་སི་ཀྲི་ལི་ཡ་གི་སྲིད་བློན་ཨན་ཐོ་ནི་ཨལ་བྷ་ནེ་སི་གིས་བཤད་བྱས་པ་ལྟར་ན་ཨོ་སི་ཀྲི་ལི་ཡའི་ཨི་རན་གྱི་མི་མང་གིས་ད་ད་ལྟ་བར་དུ་ཨི་རན་གྱི་ཨ་ཡུ་ཏོ་ལ་ཨ་ལི་ཁེ་མི་ནེ་ཀྱི་སྲིད་གཞུང་གི་འགོ་ནེམ་བྱས་བསྡད་པ་རེད་བ་ད་དེ་ལ་ནི་ཁོ་རང་སོགས་ཀྱིས་ད་ད་ལྟ་བར་དུ་གདོང་ལེན་བྱས་བསྡད་པར་ཟིན་ཚོ་ལ་རྒྱབ་སྐྱོར་བཏོན་ཡོད་བ་དང་ད་ན་ཞེས་ད་ཨི་རན་གྱི་ད་ལྟའི་གཞུང་ལ་བ་རེད་ཁོ་ཚོའི་གི་མཐུན་ཕྱོགས་དེ་གིས་ད་ད་བར་དུ་ད། དམག་དང་གོ་ལག་ཆ་རྐྱང་རྐྱང་གིས་དྲག་གནོན་བྱས་པའི་ཐོག་ནས་ཉེ་འཁོར་ཡང་རྙོག་དྲ་བཟོས་པ་དང་མི་མང་བཙན་གནོན་བྱས་པ་དེ་འདྲ་བྱས་པ་རེད་ས་དེ་རིང་གི་དམག་འདི་ད་ཁ་ལོ་དེ་ཚོ་ཡང་ནི་རང་དབང་ཐོབ་པའི་རྣམ་པ་གྱི་དགའ་མོས་གནང་པའི་གནས་ཚུལ་ཅན་རེད་དེ་བཞིན་དུ་འདི་ཁ་ཚང་ས་སྤེན་པ་གི་གནས་ཚུལ་ཁག་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་མིན་གྱི་བཅུ་ནུབ་མི་འདྲ་ས་འགྱུར་ཁག་ཅིག་ཞུས་པ་ཡིན་ན་ཨ་རིའི་སྲིད་འཛིན་ཀྲུམ་གྱིས་ད་ཉེ་ཆར་ཨ་རིའི་སྲིད་འཛིན་ཀྲུམ་གྱིས་འཛམ་གླིང་ཁྱོན་ཡོངས་ལ་སྒོ་ཁྲལ་བརྒྱ་དེ་ཁྲིམས་འགལ་ཡིན་པ་ཨ་རིའི་ཆེས་མཐོའི་ཁྲིམས་བཤེར་ཁང་གི་ཁྲིམས་ཐག་བཅད་པ་ན་ཞེ་ད་ཁོ་རང་གིས། ཨ་རིའི་ཁྲིམས་ཁང་གིས་དེ་འདྲའི་རྩ་ནས་བྱས་སྲིད་ཀྱི་མ་རེད་ཟེར། ད་ང་ཚོས་བསྐྱར་དུ་གནད་དོན་ད་ག་རང་གང་ལ་ཁྲིམས་གཏུག་བསྐྱར་དུ་བྱས་ཀྱིས་འབད་བརྩོན་བྱེད་ཀྱི་ཡོད། གང་ལྟར་དེ་འདྲའི་གི་ཁྲིམས་ཐག་བཅད་པས་ན་ཨ་རི་གི་འགྲོ་ལ་བི་ལན་མང་པོ་ཕར་ཕྱི་ལ་ཤོར་རག་གི་ཉེན་ཁ་ཡོད་པ་རེད། ཨ་ནི་ཨ་རིའི་ཆེས་མཐོའི་ཁྲིམས་ཁང་གིས་དེ་འདྲའི་གི་དམིགས་ཡུལ་དང་ཀུན་སློང་ཡོད་ཀྱི་མ་རེད་བཤད་པའི་གནས་ཚུལ་གཅིག་དང། ད་ལྟའི་ཨ་རིའི་སྲིད་གཞུང་གི་ཁྲིམས་རྩོད་དཔེ་གིས་ཨ་རིའི་ཁྲིམས་ཁང་ཡ་བསྙེན་ཞུ་བརྒྱབ་ཅེ་ག་ད་བཟོ་གྲ་ཁག་གི་ད་མ་དཔེ་ཆ་ཀློག་དགོས་ཡོད་ལད་གི་ཁྲིམས་གཏུག་དེ་གནས་སྐབས་རིང་ངོས་ལེན་མ་བྱེད་རོགས་བྱེད་མ་ལེན་རོགས་བྱེད་ཟེར་ག་ད་དེ་ཟླ་བ་གསུམ་བཞི་ཅིག་སྤྲད་ད་ལ་ནི་ཁོ་རང་ཚོའི་རེ་བ་ཞུ་གི་ཡོད་པའི་ནི་ཚོའི་སྤྱི་ཡ་རེད་ད་ཆ་ཁོ་ན་བཤད་བྱས་པ་བྱས་ན་ད་བཟོ་གྲ་དེ་ཚོ་ལ་ག་ད་མ་དཔེ་ཆ་ཀློག་དགོས་ཡོད་ན་ཀློག་ཡ་གི་དུས་ཚོད་ལ་ཁེ་པ་ཁེ་ཟོས་གི་མ་རེད་ཟེར་བ་དུ་གློག་མ་གོ་བ་བྱུང་ན་མ་གོ་ན་ཨ་རིག་གི་གཞུང་གི་བེ་ཤ་བསྡད་དེ་ཡི་རོགས་ད་དེ་འདྲས་ཀྱི་རེ་བ་རྒྱག་གི་ཡོད་པའི་ནས་ཚོའི་དཔྱད་རེད་འདི་ཤག། དེ་ནི་ཨ་རིའི་སྲིད་འཛིན་ཀྲམ་གྱི་ཡང་ཁ་ཚང་གསར་འགོད་ཀྱི་སྐད་ཆ་གཅིག་གི་ནང་ལོ་ཡ་ད་ལྟའི་ཁུའུ་པ་གི་གཞུང་དེ་ད་དཀའ་ངལ་ཞི་བ་ཕྲད་དེ་ཤག་ཟེར་བ། ཨ་ཁོ་རང་ཚོ་ང་ཚོ་མཉམ་དུ་སྐད་ཆ་ཡིན་ན་བཤད་བསྡད་ཀྱི་ཡོད་ཞི་བའི་སྐད་ཆ་ད་ང་ཚོའི་ཁུའུ་པ་དེ་ཨ་ནི། མཐུན་གྲོགས་ལ་སྒྱུར་བྱས་ག་ལ་ག་ལོ། དབང་སྒྱུར་བྱས་ཀྱི་ལས་གཞི་དེ་དཔེ་གསལ་གྱི་རེད་ཟེར་བ། ཨ་རིའི་ཕྱི་སྲིད་དྲུང་ཆེས་མར་ཁེའོ་རུ་བིའོ་གི་གནས་སྟངས་འདི་དང་འབྲེལ་བའི་ཐོག་ནས་དོ་དམ་པོ་བྱས་བྱས་སྐད་ཆ་བཤད་བསྡད་ཀྱི་ཡོད་པ་རེད་ཟེར་ག་ལོ། བང་རིམ་ནང་མ་སོང་ན་ཁུའུ་པཱ་གི་མི་མཐོ་ས་ལ་ཕ་བདེའི་སྐད་ཆ་འདི་བཤད་ཀྱི་ཡོད་པ་རེད་ཟེར་དེ་འདྲའི་སྐད་ཆ་བཤད་བསྡད་ཀྱི་འདུག་དེ་ནི་ཨ་རིའི་སྲིད་འཛིན་ཀྲམ་གྱིས་ཨབ་གྷ་ནི་སི་ཐན་དང་པཱ་ཀི་སི་ཐན་གྱི་དམག་འཁྲུག་དང་འབྲེལ་བའི་ཐོག་ནས་སྐད་ཆ་བཤད་དུས་ལན་གསང་བ་རྒྱབ་མེད་པ། ག་ད་པ་ཀི་སི་ཐན་གི་དཔེ་ཡག་པོ་བྱེད་གི་འདུག་ཨ་ནི་ང་རང་ཡིན་ན་པ་ཀི་སི་ཐན་གི་སྲིད་བློན་རེད་ད་ང་ཞིག་པ་ཀི་སི་ཐན་གི་དམག་སྤྱི་རེད་ཚང་མ་མཉམ་དུ་དཔེ་མི་སྲིད་འབྲེལ་བ་ཡག་པོ་ཡོད་ཁྱོད་ཚང་གི་ཁོ་རང་ཚོ་གི་ད་ད་འདི་ནུས་འདུས་གས་བཟོས་སྲིད་གི་མ་རེད་ལས་སོ་རུ་དེ་འདྲས་གི་ལན་འདེབས་བྱས་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཨི་ཟི་རལ་ད་ཨ་རི་གི་ཨི་རན་ཐོག་ལ་དམག་མ་བརྒྱབ་གོང་ལ་ཨི་རན་གི་ད་དམག་གི་ཉེན་ཁ་མཐོང་བྱས་རྒྱ་ནག་གི་ཀྱི་ཁ་ལོར་དམག་གི་གོ་ལག་ཆ་མང་པོ་ཅིག་ཉོས་ཡས་ཀྱི་ད་སྐད་ཆ་སྒྲོག་མ་སོང་ན་ག་ལ་གང་འཚམ་བཤད་ཡོད་པའི་གནས་ཚུལ་ཅི་ཡ་རེད་དེ་ཤ་ད་གང་ད་ཆུ་དམག་ཏོ་ར་ཡ་གི་གྲུ་གཟིངས་གཏོར་ཡ་ཡ་དེ་འདྲས་ཀྱི་ཡང་དེ་ལ་གདོང་ལེན་བྱེད་ངེས། CM སུམ་བརྒྱ་གཉིས་ལས་ཚོད་དེའི་རེད་ད་ང་ན་ཞིག་ཨ་རིག་གི་གནམ་དམག་འདྲ་མིན་སྣ་ཚོགས་ཡོད་འདོད་པ་རོ་ད་དེ་ཚོའི་ཏོ་ར་ཡ་གི་ཆེད་དུ་ཡང་མི་ཤུགས་པོ་འདི་འདྲ་མི་ཁ་གཉིས་གསུམ་གཅིག་ད་རྒྱ་ནག་ས་ནས་ཉོས་ཡས་ཀྱི་སྐད་ཆ་ག་ལ་གང་འཚམས་བཤད་ཀྱི་ད་ཚེ་གྲངས་ཙམ་མ་གཏོགས་མཐོ་ཐུག་ཡོད་པའི་གནས་ཚུལ་ཅི་རེད་ཤ་ཡེ་ད་འདི་ཉོས་ཡས་མ་ར་གོང་ལ་ལོག་རེ་ཉོས་ལག་མ་བལྟས་པ་བྱས་བྱས་ཨ་རི་ད་ཨི་ཟི་རལ་གྱི་དམག་རྒྱབ་ཤག་བར་བ་དེ་ནི་ཨབ་གྷ་ནི་སི་ཐན་ད་པ་ཀི་སི་ཐན་ནི་ན་ད་འདས་དམག་འགྲོ་བསྡད་ཀྱི་ཡོད་པ་ད། ཕྱི་ཟླ་གསུམ་པའི་ཚེས་གཅིག་ཐོ་རངས་ཡ་ཀ་བུལ་གྱི་ཉེ་ཕྱོགས་ཡ་འབར་གས་དེ་འདྲས་ད་གས་བསྡད་པའི་འདྲ། གོ་ཡ་ཡོད་བསྡད་པ་ད་ག་འདི་ད་འདི་ནས་དམག་འདི་འགྲོ་བསྡད་ཀྱི་ཡོད་པའི་རྣམ་པ་བཅས་སྟོན་བསྡད་ཀྱི་འདུག་ཨ་ནི་རྒྱ་གར་གྱི་ད་འདི་ཨན་དམ་ནི་ཀ་བར་གྱི་མཚོ་གླིང་ནང་ལོ་ཡ་རྒྱ་གར་གྱི་ཕ་གི་དམག་སྒར་གྱི་དེ་འདྲ་རྒྱང་ལྟ་བྱེད་ས་གི་དེ་ཡོད་པ་འདྲ། ད་འདས་ཡ་རྒྱ་སྐྱེད་བཏང་བྱས་ཨ་ནི་ག་འདའ་མང་བོ་པ་གནམ་གྲུ་ཤུགས་ཆེ་རུ་འགྲོ་ཡ་ད་གནམ་གྲུ་མང་རུ་འགྲོ་ས་རེད་ད་དེ་འདྲས་ཀྱི་ཕ་ཡིས་དམག་སྒར་གྱི་ས་ཆ་ནས་དེ་དམག་ལམ་དུ་འཛུགས། གནམ་གྲུ་གྱི་དམག་གིས་གནམ་གྲུ་འགྲོ་ས་ཀྱི་ལམ་ཁ་དེ་ཚོ་ཤུགས་ཆེར་བཏང་གི་ཡོད་པའི་གནས་ཚུལ་བཅས་རེད་ད་དེ་ཁོ་རང་ཚོ་གིས་བཏང་དགོས་པའི་རྒྱུ་མཚན་དེ་རྒྱ་གར་རྒྱ་མཚོའི་ཉེ་སྐོར་ཡ་ད་རྒྱ་ནག་གི་གནོད་ཤུགས་དེ་ཤུགས་ཆེར་སྤྲོ་གི་ཡོད་པ་དང། མ་འོངས་པར་རྒྱ་ནག་ཡ་གདོང་ལེན་བྱས་ཀྱི་ཆེད་དུ་ས་ཆ་དེ་ལ་གྲ་སྒྲིག་ཨང་གསར་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ཁོ་རང་ཚོ་གིས་ཕ་གི་ལ་ད་དེ་འགྲོ་སོང་དེ་འགྲོ་ལ་བི་ལིན་གཅིག་དང་ཚ་དྲུག་འགྲོ་སོང་བཏང་ཆེད་ལས་གཞི་སྤེལ་གྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་དེ་རིང་ཁ་ཚང་དུ་ས་བྱང་ཀོ་རི་ཡ་གི་པར་རིས་གསར་པ་བཏོན་ལ་བྱང་ཀོ་རི་ཡ་གི་འགོ་ཁྲིད་ཀིམ་ཇང་ཨན་གྱི་བུ་མོས་ནི་དང་མེ་མདའ་བརྒྱབ་བསྡད་པའི་པར་རིས་ཅིག་བཏོན་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་གང་ལྟར་ཀིམ་ཇུང་ཨའི་ད་མ་འོངས་པ་བྱང་ཀོ་རི་ཡ་གི་འགོ་ཁྲིད་མཇུག་མ་དེ་ཆ་ཡ་གྱི་ད་ཁ་ལོ་རེ་བ་ལ་འོ་རེ་འོ་ན་ཁོ་རང་ཚོ་གྱི་ད་ཚོད་དཔག་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་ཡོད་དེ་རེད། ད་རེས་སྤེན་པའི་ཨ་རི་དང་ཨིས་ར་ཨེལ་གྱིས་ཨི་རན་གྱི་དམག་དང་འབྲེལ་བའི་ཐོག་ནས་གནས་ཚུལ་མཐའ་མ་དེ་ཞུས་ཡོད་པ་ཡིན་ན་ད་ག་ད་ད་ལྟའི་ཨ་རི་དང་ཨིས་ར་ཨེལ་གཉིས་རུབ་བཀྱགས་པའི་ཐོག་ནས་ཨི་རན་གང་ལ་དམག་བརྒྱབ་པ་དང་འབྲེལ་བའི་ཐོག་ནས་ད་ག་ད་སུ་དང་སུ་ཕྱོགས་བྱེད་ཀྱི་ཡོད་མེད་ལས་ཆེ་རུ་ད་ག་ད་ཨི་རན་ལ་ད་ལྟའི་ཆ་ནས་དངོས་སུ་ཕྱོགས་བྱེད་མཁན་དེ་ཧཱ་ཇི་བུ་ལཱ། Houthis།

ད་ཨི་རན་རྒྱལ་ཡོངས་ཆོས་བརྒྱུད་གཅིག་པ་འཛིན་མཁན་ལོག་རེད་ད་ཁ་ཆེ་བ་གཅིག་པ་ད་ལྟ་ཡུ་ཨེ་ཨེ་ཁ་ཏར་ཁུ་ཝེད་སའུ་ཏི་ཨ་རེ་བྷི་ཡ་ཡང་ཁོ་རང་སོགས་ལ་ད་འདི་ཨི་རན་གྱི་ད་དམག་རྒྱག་བཞག་པ་ཡིན་ཙང་ཁོ་རང་སོགས་རྒྱལ་ཡོངས་ཨི་རན་ལ་ད་འདི་ཆ་ནས་བཅུ་འཇུག་བྱེད་ཀྱི་ཡོད་པའི་གནས་ཚུལ་དཔྱད་ཆ་བསྡད་ཀྱི་འདུག་ད་ཁ་ཙང་ཨི་ཟི་རེལ་གྱིས་ཨི་རན་ཐོག་ལ་དམག་རྒྱག་པ་དང་ད་འདི་ཡེ་མེན་ལ་ཡོད་སྡོད་པའི་ཧུ་ཏིས་འཇིགས་སྐུལ་རིང་ལུགས་ཚོགས་པའི། ཨི་ཟི་རེལ་གྱི་ཐོག་ལ་ནི་ཕ་ནི་ཚུ་བོ་ཡང་མེ་ཤུགས་འཕུར་མདའ་རྒྱབ་ཆ་གནོད་སྐྱོན་དང་ཀི་བེད་བརྩོན་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཐ་ན་ཤི་སའུ་ཏི་ཨ་རི་བྷི་ཡ་གྱི་ཨི་རན་གྱི་ད་ནི་སའུ་ཏི་གྱི་མཐུན་ཕྱོགས་རྒྱལ་ཁབ་ཁག་ཅིག་གི་ཐོག་ལ་ནི་ཏུས་ཨི་རན་གྱི་དམག་རྒྱབ་འདི་ལ་སྐྱོན་བརྗོད་དྲག་པོ་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཁོ་རང་ཚོ་གི་ཤེས་བྱ་ཕྱི་ནས་ཡུ་ཨེ་ཨི་བྷར་ཧིམ་ཁ་ཏར་ཁུ་ཝེད Jordan ད་དེ་ཚོའི་སྒང་ལ་དམག་རྒྱ་ཡ་དེ་ནི་ཏག་ཏག་བསྡད་ཡོད་མ་རེད་ཟེར་བ། ང་ཚོ་རྒྱལ་ཁབ་ད་ཁོ་རང་ཚོ་དཔིང་རྒྱག་ལེགས་འདུག་དཔིང་རྒྱག་དེ་ཚོ་གཅིག་གིས་གཅིག་ལ་རྒྱབ་སྐྱོར་བྱས་ཏེ་རོགས་པ་བྱས་ཀི་གྲ་སྒྲིག་ཨང་གསར US ལ་ནི་བྲིས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ག་འདྲ་ད་ཁ་ཚང Israel གིས Iran གི་ཐོག་ལ་དམག་རྒྱག་པའི་སྐབས་སུ་ནོར་འཁྲུལ་ཆེན་པོ་གཅིག་ཡ་ཕ་གིའི་སློབ་ཕྲུག་གིས་ད། འཛིན་ཁང་ལ་འོ་རེ་སློབ་གྲྭ་གཅིག་གི་ཐོག་ལ་སྐྱབས་བཅས་དེ་ཡིས་བུད་མེད་ཀྱི་སློབ་གྲྭ་དེ་འདྲ་གཅིག་གི་ཐོག་ལ་སྐྱབས་བཅས་སློབ་ཕྲུག་བརྒྱ་དང་བརྒྱད་ཀྱི་ཚེ་སྲོག་ཤོར་ཡོད་པ་དང་དྲུག་ཅུ་རེ་ལྔ་ལྷག་ཅིག་རྨས་སྐྱོན་བྱས་ཡོད་པ་དང་དེ་ཡིས་གཅིག་སློབ་གྲྭ་བུ་མོ་བཅུ་ལྔ་དེ་འདྲ་གི་སློབ་གྲྭ་ལ་འོ་རོ་དེ་འདྲ་གི་ཡིན་འདི་པའི་གནས་ཚུལ་བཅས་རེད་དེ་ཤ་ཨི་རན་གྱི་ཕྱི་སྲིད་བློན་ཆེན་ཨར་བཱས་ཨར་ཀ་ཆི་གིས་ད་དུས་ཀྱི་དཔུང་རྟགས་དང་འབྲེལ་བའི་ཐོག་ནས་པར་དེ་འདྲ་བཏོན་ཆེད་ལས་གཞི་སྤེལ་གྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ།

Fairmount Plum ལས་སྟོད་དུས་ཀྱི་ས་ཨང་དེ་ལས་གཏོར་སྐྱོན་བྱུང་ཡོད་པའི་གནས་ཚུལ་བཅས་རེད་བདེ་གཤེགས། གང་ལྟར། ཨི་རན་གྱི་ད་ལྟའི་ཁ་ལྕེ་ལུང་པ་ད་ཨ་རིག་གི་དམག་སྒར་ཡོད་བདེ་ས་ད་ཨ་རིག་གི་ཁ་ལྕེ་དབང་ཐང་གི་ད་ལྕགས་སྨྱོས་གར་ཡོད་པ་ནི་ཡོད་བདེ་ས་དེ་འདྲའི་གི་སའུ་ཏི་ཨ་རི་བྷེ། ཇོར་དན། ཁ་ཏར། བྷིར་ཧེམ། ཡུ་ཨེ་ཨི། ཁོ་ཨིཏ། ནས་ཚང་མའི་སྒང་ལ་ད་ཁོ་རང་སོགས་ཀྱིས་གང་ཐུབ་ཅི་ཐུབ་ཀྱིས་གཏོར་སྐྱོན་བྱས་ཀྱིས་འབད་བརྩོན་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཆེན་ཚང་གིས་ད་ཁ་ཚང་དུ་དམག་གིས་ད་མགོ་དེ་བཙུགས་རེད་ད་དེ་རིང་ང་ཚོའི་རེས་གཟའ་ཉི་མ་གྱི་དམག་གི་གནས་སྟངས་ག་རེ་ཆགས་ཡོད་མེད་དེ་ནས་དེ་རིང་དགོངས་དག་རེད་ད།